འགྱུར་ལྡོག་གཏམ་བཤད་དེ་རིན་པོ་ཞུ་ཡག་གི་གྲ་སྒྲིག་གང་ཡང་མེད་ལ་ད་ལྟའི་བཀུར་འོས་ཞུ་དུས་ནང་པའི་སྒང་ཞིག་ལ་ཡང་བར་ཆད་ཡིན་རེད་བོ་གསུངས་ནའང་ཉམས་སྣང་གི་རྣམ་པ་དེ་འདྲ་སླེབས་མི་སྲིད་པ་མ་རེད་དེང་གི་ཡིན་རིན་པོ་ཞུ་ཡག་གང་ཡང་མེད་ཟེར་ཞུ་ཡག་ཡིན་དེ་རིང་གི་ང་ཚོ་ལས་རིན་ཤོར་མིག་གི་ནང་ལོགས་ལ། ད་གཞུང་འབྲེལ་མྱ་ངན་གུས་འདུད་ཀྱི་གྲོས་ཆོད་ཅིག་འཁུར་བ་རེད་དེ་ད་ལ་དྭགས་བླ་མ་བློ་བཟང་ལ་སྐུ་གཤགས་ནས་ཁོང་གི་རྗེས་འབྲེལ་གྱི་མྱ་ངན་གུས་འདུད་ཅིག་འཁུར་བ་རེད་རྩ་བའི་ང་ཚོ་གྲོས་ཆོད་ནོར་ལོག་སེལ་བ་གཞིར་བཟུང་རེད་ད་བོད་པ་བཙན་བྱོལ་ལ་དོ་དགོང་འབྱོར་བ་ནས་བཟུང་སྟེ་ད་ཁོ་རང་ངོས་ནས་ཀྱི་ནུས་པ་གང་ཡོད་ཀྱི་ཐོག་ནས་བོད་བོད་མི་དང་ནི་དེ་ག་ནང་བཞིན་ཤོག་ངོར་མོ་གཅིག་གི་དགོངས་གཞི་དེ་ག་ནང་བཞིན་གྱི་ང་ཚོ་རྩ་དོན་འཐབ་རྩོད་ཀྱི་ཐོག་ལ་ད་རང་སྡེ།

སྲིད་གཞུང་མཆོག་གིས་སྐབས་དེ་དུས་གསུངས་སོང། ཐེངས་འདིའི་གནས་ཚད་དེ་དུས་ཡག་རུ་གཏོང་དགོས་ཡ། ཚོགས་གཙོས་ཀྱི་བསམ་བློའི་ནང་ལ་ཡང་དེ་ག་རང་བྱུང་ཡིན་ན་ད་ཡར་ལངས་ནས་ཚོགས་མི་གཅིག་གསུངས་བསྡད་ན་ཏག་ཏག་ཅིག་བསྡད་ཀྱི་མི་འདུག་དེ་འདི་མང་པོ་ང་ཚོ་དེ་དུས་ཡར་རྒྱས་གཏོང་དགོས་ཡ། གལ་ཆེན་པོ་རེད་ཤག་ཟེར་ནས་དེ་ཞུ་ཡ་ཡིན། ག་རེ་ཟེར་ན་ང་ཚོ། སྲིད་དོན་རྣམ་པ་འགས། ཆབ་སྲིད་ཀྱི་ཐོག་ལ་ད་དགོངས་ཚུལ་སྤུངས་ས་ད། ཡག་ཤོས་དེ་རེད་ད། དེ་མ་ཡིན་པའི་མོ་ཨ་ཅེ་ང་ཚོ་འཛིན་སྐྱོང་དང་འབྲེལ་བའི་ལས་དོན་དང་སྤྱི་ཚོགས་དང་འབྲེལ་བའི་ལས་དོན་ཐོག་ལ་ཆགས་འགྲོ་གི་འདུག་ག། མོ་ཨ་ཆབ་སྲིད་ཀྱི་ཐོག་ནས་ད་དགོང་ཚིག་སྤུང་ས་ཀྱི་ད་ང་ཚོ་སྡིངས་ཆ་གལ་ཆེ་ཤོས་ཀྱི་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ང་ཚོ་དེ་རིང་ང་ཚོ་གྲོས་ཆོད་དོན་ཚན་འདི་འདི་ཤི་རྨས་ཀྱི་ཐོག་ནས་གཏན་འབེབས་ཞུ་ཐུབ་པ་བྱུང་བ་རེད་མ་འོངས་པ་ཡིན་ན་ཡང་ད་ང་ཚོ་དུས་ཚོད་དུས་ཚོད་ལ་སྙན་གསེང་ཞུ་ཡང་ཡོང་གི་རེད་དེ་དེ་ཚོ་ཐོག་ལ་གནས་ཚད་ཡར་རྒྱས་གཏོང་ཐུབ་ཡ་ལ། དགོངས་པ་བཞེས་ཐུབ་དགོས་ཡ་དེ་གལ་ཆེན་པོ་འདུག་ཟེར་ནས་དེ་ཞུ་ཡང་ཡིན། ནི་དེ་ག་ནང་བཞིན་གྱི་དེ་རིང་ང་ཚོ་ལས་ཉིན་མོ་ཆེ་ཡ་དེ་རྩིས་ལོ་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ལོའི་གི་བོད་མིའི་སྒྲིག་འཛུགས་ཀྱི་ལོ་འཁོར་སྔོན་རྩིས་དེ་ཆགས་བསྡད་ཡ་རེད། ལོ་འཁོར་སྔོན་རྩིས་ནང་ལོགས་ལ་གཙོ་བོ་ལྷན་ཁང་ཁྱབ་ཁོངས་ཀྱི་ལས་ཁུངས་ཁག་གི་ལྷན་ཁང་དེ་ཚོ་ལ་ཡར་ཕུད་ནས། དཔལ་འབྱོར་ལས་ཁུངས་ཀྱི་ཐོག་ནས་མཛེས་ལྗོངས་བཀའ་ཤག་ལ། རྩིས། ལོ་ཉིས་སྟོང་ཉི་ཤུ་རྩ་བཞི་རྩ་ལྔ་ལས་ཀའི་སྔོན་རྩིས་ཀྱི་དག་ཕྱོགས་ཡོངས་ནས་བཀའ་ཤག་ནང་ལོགས་ལས་ཞིབ་འཇུག་དང་གནས་འཇོམས་གཉེར་གནང་ད་དེ་རིང་ང་ཚོ་གྲོས་ཚོགས་ལས་དངོས་སུ་ད་ཚེ་བ་ཆབ་སྲིད་ཚོགས་ཆུང་བཙུགས་ནས། དེའི་ཐོག་ནས་ད་ནང་སྲིད་ལས་ཁུངས་ཀྱི་ཟུར་བཀོལ་དང་ད་ག་ནང་བཞིན་གྱི་འཕྲོད་བསྟེན་ཕྱོགས་གང་གི་ད་སྡེ་ཚན་གཅིག་འདྲ་བོ་གཅིག་ལས་ཆགས་ཡོང་མ་གཏོགས་དེ་མ་ཡིན་པའི། བཀའ་ཤག་གི་ཐོག་མའི་རྒྱབ་གཉེར་གང་གནང་བ་དེ་གྲོས་ཚོགས་ཀྱི་ཐོག་ནས་ཧིན་སྒོར་ས་ཡ་སུམ་སྟོང་སུམ་བརྒྱ་སུམ་ཅུ་སོ་གཅིག་ལྷག་ཅིག་ང་ཚོ་གཏན་འབེབས་ཞུ་ཐུབ་པ་བྱུང་ཡོད་ཟེར་ནས་དེ་ཞུ་ཡ་ཡིན། ནི་ང་ཚོ་གཏན་འབེབས་ཞུ་ཐུབ་པ་ཙམ་གྱི་འགྲིག་གི་ཡོད་མ་རེད་ད་དེ་ལས་འཆར་དེ་གཞི་ནས་འགོ་བཙུགས་དགོས་གི་རེད་ད་ག་ནང་བཞིན་གྱི་ད་དཔལ་ལྡན་བཀའ་བློན་རྣམ་པ་གྱི་ཐོག་ནས་ལས་འཆར་གྱི་འཆར་གཞི་དང་སྲིད་ཇུས་དང་ནི་དེ་འབྲེལ་གྱི་གཞི་འདྲ་བ་ཞིག་བཏིང་དགོས་གི་རེད་གཙོ་བོ་ཕྱག་ལས་གནང་མཁན་དེ། ང་ཚོའི་སྲོལ་རྒྱུན་ལས་གཞི་རྣམ་པ་ཆགས་བསྡད་ཀྱི་རེད། དེ་ག་ནང་བཞིན་གྱི་ཚོགས་མི་ཧུར་ཐག་ཕྱག་ལས་གནང་གི་རེད་ལ་ནི་དཔལ་འབྱོར་གྱི་གཏོང་སྒོའི་དངོས་རིགས་དང་ནི་བསྲི་ཚགས་ཀྱི་རྣམ་པ་གི་ཐོག་ནས་གོ་དོན་ཕན་ལྡན་པ། ལས་གཞི་ག་རེ་ཡིན་ན་ཡང་དོན་ལ་སྨིན་པ་བྱེད་ཡོང་ཐུབ་ཡག་གི་འབད་བརྩོན་ཞུ་ཐུབ་དགོས་དེ་གལ་ཆེན་པོ་རེད་ཟེར་ནས་བསྟོད་ཚིག་ཞུ་ཡ་ཡིན། དེའི་ནང་ལས་དང་ང་ཚོ་གྲོས་ཚོགས་ཀྱི་ལས་ཉིན་མོ་ཆེ་སྔོན་རྩིས་ཀྱི་ཐོག་ལས་དང་རེད་དེ་ག་ནང་བཞིན་གྱི་ང་ཚོ་ཁྲིམས་བཟོའི་ལས་དོན། བཙན་བྱོལ་བོད་མིའི་བསྐྱར་དྲིན་མཚོན་འབིག་གི་དར་འབྲི་གི་ཁ་བདུན་འཛོམས་ལ་ང་ཚོ་བཤད་བཅོས་བྱེད་ཐུབ་ཡོད་རེད། དེ་རིང་ཕྱོགས་ཡོངས་ཀྱི་ཚོགས་གཙོས་ཀྱི་ས་གནས་ནང་ལོགས་ལ་ཀུ་རེ་ཤི་འཛིན་གནང་བར་གྱི་འབྲི་གི་ནང་ལོགས་ལས་བརྗོད་པ་དང་པོ་རེད་བརྗོད་པ་སྙན་པ་འཕེལ་ཤོག་རེད་དེ་ཚོ་ཐོག་ནས་བལྟས་ཚེ་ཡར་རྒྱས་ཀྱི་རྣམ་པ་ཡག་པོ་བྱུང་སོང་བསམ་གྱི་འདུག་དེང་དུས་མ་འོངས་པ་ཡིན་ནའང་དེ་འདྲས་ཀྱི་ཐོག་ནས་ཕེབས་ཐུབ་དགོས་དེ་གལ་ཆེན་པོ་རེད་ཤག

གཙོ་བོ་སྐྱིད་དེ་ད་ཁྲིམས་སྒྲིག་ཤར་གཞིས་ཚོགས་ཆུང་གི་ཚོགས་གཙོ་རེད་དྲུང་ཆེ་རེད་ཚོམ་གནང་བ་གི་སྐུ་ལས་མོ་བོ་ཅི་ཅན་རེད་ནི་དེའི་ཐོག་ནས་སྙན་ཐོ་འབྱོར་བ་དང་ནི་འཆར་ཟིན་འབྱོར་བ་ནི་དེའི་ཐོག་ནས་གུ་རུ་ཞི་དུལ་གནང་བ་རེད་འདི་གཞུང་བཀའ་ཤག་གི་བཟོ་བཅོས་ཁྲི་འབྲལ་ཁོ་བ་རེད་ཕྱོགས་ཡོངས་ཀྱི་ཐོག་ནས་ཡག་པོ་བྱུང་སོང་ཟེར་ཐེངས་འདི་ནི་འབྲེལ་ཡོད་གནང་བ་ཚོགས་མང་ལོ་ལ་ཡ་ཚོགས་ཚུད་ངོས་ནས་ཐུགས་རྗེ་ཆེ་ཟེར་ནས་ཞུ་ཡ་ཡིན།

ཨ་ནི་གྲོས་ཆོད་སྤྱི་འདི་ད་ནང་ང་ཚོ་མོ་གཙོ་རྩིས་ཁྲི་ཚོགས་ཆུང་བསྐོ་བཅུ་གཉིས་པ་བསྐོ་བཞག་བྱས་ཡ་དེ་རེད་ད་ནང་ང་ཚོ་གྲོས་ཆོད་ཡག་མ་ཐག་པ་དེ་རེད་ཨ་ནི་གྲོས་ཆོད་སྤྱི་དེ་སྒྲིག་གི་ཤར་རྗེས་ད་ང་ཚོ་འདི་བརྗོད་པ་དང་པོ་ཟིན་པའི་རྗེས་ལ་ཨ་ནི་ཁྲིམས་ཁྲིམས་སྒྲིག་འདི་ལ་ཤར་གྱི་དགོས་པའི་ཐོག་ནས་ཨ་ནི་ཚོགས་ཆུང་ལ་བཏང་ཐུབ་ན་ཡག་པོ་འདུག་ཟེར་དེ་ཆེད་འཛུགས་བྱས་ཡ་གི་ཚོགས་ཆུང་གི་ཆ་དེ་རེད་འདི་འདི་གྲོས་ཆོད་ཁག་དེ་ཚོ་ཐོག་ནས་ད་ང་ཚོ་ལས་དོན་བྱེད་ཕྱོགས་ལ་ཡང་མ་འོངས་པ་ཐུགས་ཕན་སེ་ཡོད་རེ་བ་བཤད་གི་ཡོད་དེ་ནང་བཞིན་གྱི་ད་ང་ཚོ་ཕྱི་ཡོང་གི་སྔོན་རྩིས་ཀྱི་གནས་བབ་ཐོག་ནས་གང་ལ་གང་འཚམ་མཛེས་ལྗོངས་ཀྱི་ཐོག་ནས་ལས་དོན་བྱེད་ཕྱོགས་ལ་ཡང་དགོངས་ཚུལ་ཕུལ་ཡ། ལྷན་ཁང་ཁག་གི་ཐོག་ནས་ཡང་ཚུལ་གསལ་བཤད་ནན་ཏན་གནང་ཡ། དེ་ག་ནང་བཞིན་དེ་བརྒྱུད་ནས་སྤྱི་ཚོགས་ནང་ལོགས་ལ་ཡང་གནད་དོན་མང་བོ་ཅིག་གཙང་མ་ཆགས་ཐུབ་ཡ་དང། དེ་འབྲེལ་གྱི་ཐོག་ནས་ཁ་གསལ་བོ་མང་བོ་ཅིག་བྱུང་ཡོད་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ད་ང་ཚོ་སྔོན་རྩིས་དེ་ཡང་ཚགས་ཚུད་པོ་ཡག་པོ་ཅིག་གཏན་འབེབས་བྱུང་ཐུབ་སོང་དེ་གཙོ་བོ་དེ་ད་ང་ཚོའི་དཔལ་འབྱོར་ལས་སྒོ་ངན་རྩིས་སྡེ་ཚན་རེ་ནི་དེ་ག་ནང་བཞིན་གྱི་གྲོས་ཚོགས་ཀྱི་ཐོག་ནས་ཆེད་འཛུགས་གནང་བའི་ཚེ་བ་ཆ་རྩིས་ཚོགས་ཆུང་གི་ཚོགས་མི་རྣམ་པའི་ཚོགས་གཙོ་དང་ཚོགས་དྲུང་རེ་ཚོགས་མི་རྣམ་པའི་ཚོགས་མའི་འགན་ཁུར་ཧུར་ཐག་གནང་ནས་ཉེན་རྟོག་འབྱོར་ཐུབ་པ་དེ་ཡག་པོ་བྱུང་སོང་ནི་དེ་ཡོད་ཚོགས་གཙོས་ཐུགས་རྗེ་ཆེ་ཞུ་ཡ་ཡིན། ནི་དེ་ག་ནང་བཞིན་གྱི་ད་ང་ཚོ་ཕྱི་དྲིལ་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་ཀྱི་ཐོག་ནས་ད་ང་ཚོ་ལོ་གཉིས་དང་ཕྱེད་ཀ་རྫོགས་ཚར་བ་རེད་ལོ་གཉིས་དང་ཕྱེད་ཀ

ཀྱི་མེ་ལོང་འདྲ་བོ་མོག་པོ་བྱུང་ཡོད་རེད། ད་ཀུ་རེ་ཤི་དུས་ནང་པ་གིས་དགོངས་པ་བཞེས་ཕྱོགས་རེད་ནི་དེ་ག་ནང་བཞིན་གྱི་རྒྱ་ཆེའི་མང་ཚོགས་ཀྱི་ཐོག་ནས་དགོངས་པ་བཞེས་ཕྱོགས་རེད་གཙོ་བོ་གར་ཟེར་ན་ང་ཚོའི་རྒྱུན་ལམ་འདི་ད་གྲོས་ཆོད་ཅིག་གི་དགོངས་དོན་གྱི་ཐོག་ནས་ཕེབས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ས་གནས་མང་ཚོགས་དང་འཛིན་སྐྱོང་དང་ནི་ང་ཚོ་སྒྲིག་འཛུགས་པར་རུ་ལས་ད་འབྲེལ་ལམ་གཅིག་རེད་ནི་ད་ནང་བཞིན་གྱི་བོད་མི་གི་གནད་ཡིག་ག་བ་ཡིན་ན་ཡང་དེའི་གི་གནད་བབ་གི་ཐོག་ནས་ཤེས་ཡོན་ཡིན་ན་འདྲ་འཕྲལ་དོན་ཡིན་ན་འདྲ་ནི་ད་ནང་བཞིན་དཔའ་འབྱོར་གི་གནད་བབ་ཡིན་ན་འདྲ་དེ་ཚོ་གི་ཐོག་ལ་གི་ཉམས་ཆག་ག་རེ་ཞིག་འདུག་ད་ནང་བཞིན་གཞིས་ཆགས་སྲ་བརྟན་གི་ཐོག་ལ་ཡིན་ན་གི་ཞིབ་འཇུག་བྱེད་ཡ་དང་ནི་མི་མང་གི་བདེ་སྡུག་དེ་ཚོ་གི་ཚུ་གསན་ཡ་ནི་ད་ནང་བཞིན་གི་ང་ཚོ་གྲོས་ཚོགས་རེད་འཛིན་སྐྱོང་རེད་ཆབ་སྲིད་ཀྱི་འགྲོ་སྟངས་རེད་རྒྱ་ཆེའི་ཆབ་སྲིད་ཀྱི་གནས་བབ་རེད་ཤིན་ཏོག་ཤོང་ཁེ་ཆེན་པོ་མཆོག་གི་མཛད་པ་འཕྲིན་ལས་རེད་དེ་ཚོ་མོག་མོག་མིན་མིན་མང་ཚོགས་ཀྱི་ཐོག་ལ་ཡིན་ན་ཡང་མ་གོ་མཁན་ཞེ་ཡ་དེ་གལ་ཆེན་པོ་ཞེ་བོ་ཆགས་བསྡད་ཀྱི་འདུག་དེ་ཚོ་གར་ཟེར་ན་སྤྱི་ཚོགས་དྲྭ་ཇག་གི་ཐོག་ནས་གནས་ཚུལ་མོག་བོ་ཇི་བཟོ་ཡག་ཡག་དོ་ཡིན་པ་མིན་པ་བཟོ་མིན་པ་ཡིན་པ་བཟོ་ཡག་གི་གནས་ཚུལ་མོག་བོ་ཇི་ལྟར་ལོ་ཆུང་བ་དེ་ཚོ་མོག་བརྗེས་ཀྱི་དོ་སྣང་བྱེད་ན་གང་ལ་གང་ཚོད་གསལ་བོ་རྟོགས་ཐུབ་ཡོད་ན་མ་གཏོགས་ལོ་ཆེ་བ་དེ་ཚོ་དགུང་ལོ་བགྲེས་པ་དེ་ཚོ་གི་དེ་ཚོར་ཐུགས་སྣང་ཞེ་དྲག་གནང་ངོ་མ་རེད་བ་ད། དེ་ཡིན་དེའང་གོང་བཤད་པ་དེ་ལས་ཚང་ཚིང་བྱས་ནས་མཚམས་རེར་སེམས་ཕམ་པ་དང་དེ་འདྲས་ཀྱི་ཡོང་མི་སྲིད་པ་རེད་མི་འདུག་བ། དེ་ཡིན་ད་ང་ཚོ་ཡོངས་གྲས་ཀྱི་བརྒྱུད་ལམ་དེའི་ཐོག་ནས་ཀྱི་རྣམ་པ་ཚོ་གི་ཀྱི་དོགས་འདྲི་ཡིན་ན་འདྲ་ཨ་ནི་བསམ་ཚུལ་ཡིན་ན་འདྲ་གསུང་ཆོག་གི་རེད་ཨ་ནི་མ་གསུང་ཡ་དེ་གང་ཡིན་པ་དེ་ཁོ་ཚད་ལྡན་འདྲ་བ་ཅིག་མིན་འདུག་བྱས་ན་མ་འགྲིག་པ་ཡོད་མ་རེད་བསམ་གྱི་འདུག་འདི་ཚོགས་གཙོ་གཉིས་ཀྱི་ལམ་སྟོན་གྱི་ཐོག་ནས་ཕེབས་གི་བ་རེད་དེ་ཡིན་དུས་རྒྱ་ཆེའི་མང་ཚོགས་ཀྱི་ཐོག་ལས་ནས་མ་འོངས་པ་དེ་འདྲའི་ལས་དོན་འདི་ཚགས་ཚུད་པོ་ཡོང་ཐུབ་པའི་ལ་མཐུན་འགྱུར་གནོད་ཐུབ་དགོས་ཏེ། གལ་ཆེན་པོ་རེད་བྱ་ཟེར་ནས་དེ་ཞུ་ཡ་ཡིན། ནི་ད་ནང་བཞིན་གྱི་ད་གྲོས་ཚོགས་ཀྱི་ཡོང་རྒྱུ་འདས་པའི་ནང་ལོགས་ལ་ད་ཡུ་རོབ་ཕྱོགས་ལ་གཙོ་བོ་ཆབ་སྲིད་ཀྱི་ཞུ་གཏུག་ལས་འགུལ་དེ་ཚོ་ཤུགས་ཆེ་ཚེ་སྤེལ་ཐུབ་ཡ་གི་དེ་འདྲའི་བསམ་མནོ་བཏང་དེ། ཉེ་ཆར་ཚོགས་གཙོ་པཇཱ་ཤིས་བོད་དོན་འབྱོར་ཕྱིར་ཚོགས་ཆེན་ཐོག་ལ་བཅར་འདྲི་སྐབས་དེ་དུས་ཀྱི་འབྲེལ་ཡོད་རོབ་ཀྱི་སྐུ་ཚབ་དོན་གཅོད་ཁག་མཉམ་དུ་ང་ཚོའི་ཚོགས་འདུ་འཚོགས་ཡ་དེ་འདྲ་བྱུང་སོང་དེ་ནི་དེ་ཚོ་ལས་འཆར་དེ་ཚོ་ང་ཚོ་རིམ་པས་ལྷད་ཀི་རེད་ཟེར་ནས་ཤོད་ཡ་ཡིན་ནི་དེ་ག་ནང་བཞིན་གྱི་ང་ཚོ་གནས་ཡུལ་རྒྱ་གར་གཞུང་གིས་ད་ད་ལོ་ལོ་འདི་ནས་ད་འོས་བསྡུ་འགོ་བཙུགས་དགོས་རེད་ད་ཕྱི་ཟླ་དྲུག་པ་གི་རྗེས་ལ་འོས་བསྡུ་ཚར་འགྲོ་དགོས་རེད་འོས་བསྡུ་ཚར་ཡོད་རྗེས་ལ་ང་ཚོ་ཞུ་གཏུག་གི་ལས་འགུལ་རྒྱ་ཆེ་ཚད་སྤེལ་དགོས་ཡ་ཆགས་ཀྱི་རེད་གཅིག་ནས་གྲོས་ཚོགས་ནང་ལོགས་ལ་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པ་དེ་ལྷ་སོགས་བྱེད་ཐུབ་དགོས་བོ་རེད། དེ་འདི་དེ་ཚོ་ཐོག་ནས་ང་ཚོ་རིམ་པས་རྒྱུན་ལས་ནང་ལོགས་ལ་གོ་བསྡུར་ཡོང་དགོས་རེད་འོང་ཤོག་གྱོད་གཞི་དེ་རྣམས་པ་དེ་འདྲ་འཕེལ་དགོས་ཡག་གི་གནས་བབ་ཆགས་པ་ཡིན་ན། དེ་ཚོ་ཐོག་ལ་ཡིན་ན་ཡང་འཕེལ་ཐུབ་ཡག་གི། དགོངས་པ་བཞེས་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཟེར་ནས་དེ་ཞུ་ཡག་ཡིན། ད་གཙོ་བོ་དེ་ད་ང་ཚོ་བོད་མིའི་སྒྲིག་འཛུགས་ལ་འགན་དབང་བསྐུར་བ་དེ་དེ་རྒྱུན་དུ་ནས་ངས་ཞུ་བསྡད་ཡོད་རེད། བཙན་བྱོང་བོད་མིའི་བཅའ་ཁྲིམས་ནང་ལོགས་ལ་བོད་དོན་བདེན་མཐའ་གསལ་ཐོབ་དང། ཨ་ནི་དེ་ག་ནང་བཞིན་གྱི་ང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི་བདེ་ལྡན་གྱི་ཐོག་རེད། དེ་གནས་སྐབས་སུ་ད་གཞིས་ལུས་བོད་མིའི་ནང་ལོགས་ལ། གཞིས་ལུས་བོད་མི་དེ་ཚོ་དཀའ་ངལ་ལས་སྐྱོབ་ཐུབ་ཡག་གི། ང་ཚོའི་སྲིད་ཇུས་དང་ལས་འཆར་དེ་འདྲས་བཟོ་དགོས་ཡག་གི་ད་བཙན་བྱོལ་བོད་མིའི་གི་བཅའ་ཁྲིམས་ཀྱི་བསྐུར་རྒྱག་པའི་འགན་དབང་ཆགས་བསྡད་རེད། དེ་ནང་བཞིན་གྱི་ད་ང་ཚོའི་འཛིན་སྐྱོང་བཀའ་ཤག་རེད་གྲོས་ཚོགས་ཀྱི་ཐོག་ནས། བསམ་མནོ་དེ་གཞིར་བཞག་ནས་ཕྱག་ལས་གནང་དགོས་རེད་ཡིན་ན་ཡང་ད་ང་ཚོ་ཡག་ཚགས་ཚུལ་རུ་གཏོང་ཡག། ཀྱི་ནུས་པ་འདོན་པ་ཡོང་ཐུབ་ཡ་ལ་ང་ཚོ་ག་རེ་འདུག་དེ་ཚོ་ཐོག་ནས་ཀྱི་ང་ཚོ་ལས་འཆར་འགྲོ་བཞིན་པ་རེད་མ་འོངས་པ་ལས་འཆར་ཡོང་རྒྱུ་རེད་དེ་ཚོ་ཐོག་ནས་དགོངས་པ་བཞེས་གལ་དེ་གལ་ཆེན་པོ་རེད་བསམ་གྱི་འདུག་འདི་འདྲའི་ཐོག་ནས་རྒྱ་ནག་གི་གཞུང་གི་ཐོག་ནས་ད་བོད་ནང་ལོགས་ལ་སྲིད་ཇུས་རིམ་པ་བཏིང་དགོས་བ་རེད་བོད་ནང་གི་བོད་མི་ཙམ་མ་རེད་ད་དེ་དང་འབྲེལ་བ་ཡོད་ཆོག་གི་ཤི་དེ་བོད་མི་ཐོག་ལ་ཡིན་ན་དམ་དྲག་དང་སིམ་འཛེར་ཡོང་འདུག་ཡ་གི་སྲིད་ཇུས་ལྷད་དེ་གི་རེད་ད་ཡོངས་གྲགས་གི་རྒྱ་གཞི་ཤི་ཚོ་ནང་ལོགས་ལ་སྙན་ཐོ་དང་གཏམ་བཤད་གནང་གི་མང་པོ་ཐེབས་ཚར་རེད། དེ་འདི་ང་ཚོ་ངོས་ནས་དེ་ཚོ་ཐོག་ལ་ཡག་ཅིག་གདོང་ལེན་བྱེད་དགོས་ཡ། རྒྱ་ནག་གཞུང་གི་སྲིད་བྱུས་ག་རེ་ཡིན་ན་ཡང་ཁོ་བོད་ཀྱི་ཐོག་ལ་སྲིད་བྱུས་འཛིན་པ་མང་པོ་ཅིག་ཁོ་རང་ཚོ་ལམ་ལོང་བྱུང་མེད་པ་གསལ་པོ་ཤེས་པ་ཆགས་འདུག་ཞིབ་འཇུག་བྱས་ཡོད་དེ་ད་དྲང་བདེན་འདི་གི་རྣམ་པ་གི་ཐོག་ནས་ཅིག་ང་མུ་མཐུད་ནས་འགྲོ་བསྡད་ཡ་ཙམ་རེད་མ་གཏོགས་དོན་དག་གི་ཐོག་ནས་རང་ནོར་མེད་བར་གྱི་གནས་བབ་མང་བོ་ཆགས་བསྡད་ཡོད་འདུག་དེ་ཡིན་དུས་དེ་འདྲའི་ཐོག་ནས་ད་ལྟ་ང་ཚོ་བོད་མིའི་སྒྲིག་འཛུགས་གཙོ་བོ་ཞིང་ནང་ཁོངས་སུ་ཤོག་ངེས་ཆེན་པོ་མཆོག་གིས་དགོངས་ཀྱི་རེད། ཡང་ན་ང་རང་ཚོ་ད་འདིའི་ཆ་ལ་ཁོ་ཁ་ཡོད་ལག་ཡོད་ཀྱི་སྒྲིག་འཛུགས་འདི་དམངས་གཙོ་ཚད་དུ་ལྡན་པའི་ཐོག་ནས་འགྲོ་དགོས་བ་རེད་རྒྱ་ཆེའི་སྤྱི་ཚོགས་ངོས་ནས་ང་ཚོར་རྒྱབ་སྐྱོར་བྱེད་མཁན་དེ་ཚོ་གིས་དམངས་གཙོའི་གི་སྒྲིག་འཛུགས་གཅིག་ལ་ངོས་འཛིན་བྱས་ནས་འགྲོ་བསྡད་གི་རེད་དེ་ཡིན་དུས་རྒྱ་ནག་གི་ཐོག་ནས་ཡིན་ན་ཡང་ཁོ་ང་རང་ཚོ་སྒྲིག་འཛུགས་འདི་དང། ཡང་ན་ཞིང་ནང་ཁོངས་སུ་ཤོག་ངེས་ཆེན་པོ་མཆོག་གིས་དགོངས་ཀྱི་གཞིར་བཟུང་གིས།

བདུན་སྤོས་ཀྱི་ཐོག་ལ་ཚོགས་དྲུང་ལས་ཁུངས་རེད། ནི་ད་སྔ་ནང་བཞིན་གྱི་བདེ་སྲུང་ལས་ཁུངས་རེད། ལས་རིང་ཚ་ཤོག་སྤོང་མཁན་ང་ཚོ་ལྷན་ཁང་ཁག་གི་ལས་བྱེད་རྣམ་པ་རེད། དཔལ་འབྱོར་ལས་ཁུངས་ཀྱི་སྔོན་རྩིས་སྡེ་ཚན་རེད། ནི་ནང་སྲིད་ཀྱི་ས་ཁོངས་ཀྱི་བློ་བཟོ་ནི་བློ་བཟོ་གི་ལས་བྱེད་རེད། ནི་འབྲེལ་ཡོད་ཚོགས་མ་ལ་ལ་ཡང་ད་སྔ་ནང་བཞིན་གྱི་ཕྱི་དྲིལ་དགྲ་གཉེན་སྡེ་ཚན་ང་ཚོ་གྲོས་ཚོགས་ཐད་གཏོང་གནང་མཁན། འབྲེལ་ཡོད་ཚོགས་མ་ལ་ལ་ཡང་ན་དེ་རིང་གི་གྲོས་ཚོགས་འདི་ཐོག་མར